ཨ་ནི་དོན་གྱི་མིང་གི་རྣམ་གྲངས་གར་གར་ཡོད་མེད་དང། ཨ་ནི་སེམས་ཀྱི་དབྱེ་བ་ག་ཚོད་ཡོད་མེད་དང། ཨ་ནི་སེམས་ཀྱི་དབྱེ་བ་ནང་ནས་ཨ་ནི་དབང་པོའི་རྣམ་པར་ཤེས་པ་དང་ཡིད་ཀྱི་རྣམ་པར་ཤེས་པ་གཉིས་བར་རོ་ལི་ཡ། ཨ་ནི་ཁྱད་པར་གར་ཡོད་མེད་དང་ཨ་ནི་གལ་ཆེ་ཆུང་གར་གལ་ཆེ་བ་ཡིན་མིན་དང་ད་དེ་འདྲའི་སྐོར་ལ་ཡང་ཨ་ནི་ངོ་སྤྲོད་སོ་སྤྲོད་ཅིག་འབིགས་ཅིག། ཞུས་ཟིན་པ་ཡིན། ད་དེ་རིང་འདི་ནི་མ། སེམས་བྱུང་སྐོར་ལ་ཡང། སེམས་བྱུང་ལྔ་བཅུ་ང་གཅིག་དེའི་ནང་ནས་ད་སྐུ་མགྲོན་ང། འདི་ནི་མ་ལྟོས་བྱེད། ད་ཆ་ཚང་ཞུས་མ་ཐུབ་ན་ཡང། དེ་རིང་འདི་ནི་མ་ལྟོས་བྱེད། ཞུས་ཐུབ་ན་བསམ་ཟེར་བ། འོན་དེ་འདྲ་ཞུས་ཡ་ཡིན། དེ་རིང་ད་དམིགས་བསལ་གྱི་ཡ་ནི། བུད་མེད་དུས་ཆེན། ཆགས་འདི་ཡོད་རེད། འཛམ་གླིང་རྒྱལ་སྤྱིའི་ད་བུད་མེད་ཉིན་མོ། བུད་མེད་ཉིན་མོ་དེར་ད་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གཏང་ཡག་གི་ད་འདི་འདྲའི་ཆེ་ད་ལས་འགུལ་ག་ས་ག་ལ་སྤེལ་གི་ཡོད་རེད། ཨ་ནི་ད་བུད་མེད་ཀྱི་ཉིན་མོ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་ཙང་ཨ་ནི་ད་ག་ལ་བ་རེད་སྐྱེས་མ།

ད་སྐུ་མགྲོན་ལྔ་བསད་དང་ལྔ་རུ་བ། ཡུལ་ངན་ལྔ་བཙོས་འདི་བཅུ་ཆགས་རུ་བ། རྒྱལ་བ་བཅུ་གཅིག་ཕྱི་དུ་བསམ་པ་ལ་ལི་ཉི་ས་གཅིག་ཆགས་རུ་བ། འདི་ག་ལ་རྩ་ཉོན་དྲུག་སྟོན་པ་ཡིན་ལི་ཉི་ས་བདུན་ཆགས་རུ་བ། འདི་ག་ལ་ཉེ་ཉོན་ཡུལ་ཤུལ་དུ་སྟོན་པ་ཡིན་ན་བཞི་བཅུ་བཞི་བདུན་ཆགས་རུ་བ། གཞན་འགྱུར་བཞི་འདི་ག་ལ་རྒྱ་བ་ཡིན་ན

ཀུན་གསལ་ཏེ་ག་བལ་ཁོ་བོ་རང་སེམས། སེམས་ཚང་མ་སེམས་ཅན་ཡིད་ཀྱི་རྣམ་པར་ཤེས་པ་སའི་དོན་སྤྱི་ཡིན་པ། ཇི་ལྟར་སེམས་ཡིན་ན་སྒྲ་དོན་ཡིད་ཡིན་ན་སྒྲ་དོན་རྣམ་པར་ཤེས་པའོ། རྣམ་པར་ཤེས་པ་ཀུན་གྱི་འཁོར་ལ་འགྲོ་དེ་ངས། ད་སེམས་བྱུང་རིགས་དེ་ལ་ཀུན་འགྲོ་ངག་སེལ་བར་སེམས་བྱུང་ཚང་མ། རྣམ་པར་ཤེས་པ་ཚང་མིག་གི་རྗེས་ལ་སེམས་བྱུང་ཚང་མ་ཡོད་མ་རེད་ཡིན་ནས་ཀུན་འགྲོ་ངག་འདི་རྣམ་པར་ཤེས་པ་ཚང་མིག་གི་རྗེས་ལ་ཡུལ་དེར་བྱེད་རྩ་རྣམ་པར་ཤེས་པ་ཚང་མ་ཡང་ན་ཀུན་ཟེར་བ་རྣམ་པར་ཤེས་པ་ཀུན་གྱི་འཁོར་ལ་འགྲོ་དེ་ངེས་ཀྱི། རྣམ་པར་ཤེས་པ་ག་བ་ཡོད་པ་ཡིན་ལ་ཡང་ད་འདི་གའི་སྔགས་འདི་ཡོད་པ་འདྲ་བ་ཆགས་ཀྱི་ཡོད་པ་ཡིན་ས་ཁོ་ཚོ་ལ་ཀུན་འགྲོ་ཟེར་མིང་ལྟར་ཀུན་འགྲོ་ཟེར་དོན་དང་འདིར་ད་འདི་ལ་གྲངས་ཀ་ལྔ་ཡོད་རེད་ཀུན་འགྲོ་ལྔ་ཟེར་ཏེ་གྲངས་ཀ་ལྔ་འོ་འདི་འདྲ་བྱས་པ་རེད་ཞེས་གསུངས་ཀྱི་ཡོད་ད་དང་ཀུན་འགྲོ་ལྔ་རྣམས་ལ་དང་པོ་ག་རེད་ཟེར་ན་ཚོར་བ་སེམས་ག་བ་ཡོད་ན་འདི་མཉམ་དུ་ཚོར་བ་དེ་ཡོད་པ་རེད་ད་ན་ཞིག་འདུ་ཤེས། འདོད་ཤེས་ཡོད་ཡོད་པ་རེད། ཨ་ནི་སེམས་པ། འདི་སེམས་དང། སེམས་དང་སེམས་པ་གཉིས་འདི་ཡང་ཕྲུ་གུར་དང་འདི་སེམས་པ་ཟད་དང་ལོ་ཀར་སེམས་བྱུང་རེད་ད། འདི་བཅས། དག་ཆ་གཅིག་པ་རེད་དོ་ཡང་དོན་དག་དེས་མི་འདྲ་རེད་སེམས་པ་ཟེར་པ་རྒྱ་བོ་བོར་བ། ཨ་ནི་ཡིད་ལ་བྱེད་པ་ཟེར་གཅིག་བྱས། ཨ་ནི་འདི་ནི་རེག་པ། འོ་ད་འདི། ང་འདི་ལ་ཡ། ཨ་ནི།

ཅི་རིགས་རང་སྟོབས་ཀྱིས་མྱོང་ཐུབ་ངེས། རང་སྟོབས་ཀྱིས་མྱོང་ཉམས་སུ་མྱོང་བས་རྣམ་པ་ཅན་གྱི་སེམས་འབྱུང་བྱེད་ལ་ཚོར་བ་ལག་རེད། སིམ་པ་ལ་ན་བདེ་བ་ལག་ཡོད་རྣམས་ཀྱང་ང་ཚོས་ཚོར་བ་སིམ་པ་ཟེར་བས་སིམ་པོ་ཟེར་ན་བདེ་བ་བྱེད། གདུང་ཟེར་ན་སྡུག་བསྔལ་ལ་བོར་བ། སྡུག་བསྔལ་བར་མ་ལ་ན་བཏང་སྙོམས་བྱེད། ད་ཚོར་བ་བདེ་བ་སྡུག་བསྔལ་བཏང་སྙོམས་གསུམ་ཅི་རིགས་ཟེར་ན་ཁོང་ཚོ་གསུམ་གང་རུང་མ་གཏོགས་མཉམ་དུ་མྱོང་བའི་ཁྱད་ཡོད་མ་རེད་སྡུག་བསྔལ་དང་བདེ་བ་མཉམ་དུ་མྱོང་མ་རུང་བ་བྱས་ཙང།

ད་འཁོར་དུ་འགྲོ་དེ་གི་གི་ཨ་ནི་ཚོར་བ་དེ་གི་དེ་ལ་ལུས་ཚོར་བྱེད། ཨ་ནི་སེམས་ཀྱི་འཁོར་དུ་འགྲོ་དེ་གི་གི་ཚོར་བ་དེ་ལ་ཨ་ནི་སེམས་ཚོར། ད་ལུས་ཚོར་དང་སེམས་ཚོར་ལ་གཉིས་ཡོང་གི་རེད། ཡང་སྨྲས་ན་ཚོར་བ་དེ་ལ་ཡང་ཚོར་བ་བདེ་བ་འཚེར་བ་སྡུག་བསྔལ་ཚོར་བ་བཏང་སྙོམས་བྱེད་ལས་ཨ་ནི་གསུམ་ཡོང་དེ་གི་རེད། འོ་ད་དུ་ཟེར་དབྱེ་བ་ཕྱེད་དང་མི་འདྲ་བ།

ཨ་ནི་ཡང་ཚོར་བ། བདེ་སྡུག་ཡག་པོ་མ་ཤེས་པའི་དབང་གིས་བཏང་སྙོམས་ལ་ཡང་རྨོངས་པ་ཡོང་སྲིད་ལ་དེ་ག་འདྲ་ཞིག་ནམ་རྒྱུན་ང་རང་ཚོ་ཚོར་བ་བདེ་བ་ལ་ཡང་རྨོངས་དེ་ངས་མང་པོ་ཡོད་ར་སྡུག་བསྔལ་དེ་བདེ་བ་ལ་འཁྲུལ་དེ་ངས་མང་པོ་ཡོང་རུ་བ། དེ་འདྲའི་ཡོང་སྲིད་ད་ག་འདྲ་རྨོངས་པ། འོ་དེ་འདྲའི་འགྲོ་ཅིག། རྨོངས། ད་ག་འདྲ་གཏི་མུག་གི་ཆ་ཤས་ར་ད་དེ་ཚོ་ཚང་མ་ཡོང་གི་རེད་ཟེར་ད་བྱེད་ལས། བྱས་ཙང་ཚོར་བའི། ཚོར་བ་ལ་བརྟེན་ནས་ཨ་ནི་ཆགས་པ་དང་སྡང་བ་དང་རྨོངས་པ་དེ་ཚོ་ཚང་མ་འདྲེས་ཡོང་གི་རེད་ཅེས་གསུངས་ར་ད། སྟབས་བདེའི་ད་ངན་ངན་གོང་དུ་ཞུ་བ་ན་བཞིན་ནས། ལུས་དབང་ནི་ལུས་ཀྱི་སྤྱི་བོ་ནས་རྐང་མཐིལ་གྱི་བར་དུ་ཁྱབ་གི་རེད། ད་ལུས་ཀྱི་དབང་པོ་ཟེར་དེ། ལུས་ཀྱི་སྤྱི་བོ་ནས་ལུས་ཀྱི་དབང་པོ་ཟེར་ཆོག་རང་ཚོ་མིག་གི་དབང་པོ་ཟེར་ན་དེ་མིག་རིལ་རྡོག་རྡོག་ཅིག་ན་ཡོད་དེ་དེ་ནང་ཁྱབ་གི་ཡོད་རེད་བ། སྣའི་དབང་པོ་ཟེར་ན་ཨ་མཆོག་གི་ནང་ལ་ཡོད་ཁྱབ་དེ་ཁྱོད་ཤི་གི་བར་བ། སྣའི་དབང་པོ་ཟེར་ན་ད་ལྟ་སྣ་དགུ་ནང་ལ་ཁྱབ་དེ་ཁྱོད་ཤི་གི་བར་ད་ལུས་ཀྱི་དབང་པོ་ཟེར་ན་ལུས་ཀྱི་རྩེ་སྤྱི་བོ་དེ་ནས་བཟུང་ནས་མི་གའི་རྐང་མཐིལ་བར་དུ་ཆ་ཚང་ལ་ཁྱབ་གི་རེད་ཟེར། བྱས་ཙང། མི་ཞིག་གི་འཁོར་དུ་བྱུང་བའི་ཚོར་བ་དེ་གས་དེ་ལུས་ཚོར་ནང་བཞག་ཡོད་རེད་བསམ་རྒྱུ། མིག་དེ་ཅི་ལྟར་ལུས་ཀྱི་ཆ་ཤས་ཡིན་ཙང་ད་མིག་གི་འཁོར་དུ་གྱུར་པའི་ནི། མི་ཞིག་གི་འཁོར་དུ་གྱུར་བའི་ཚོར་བ་དེ། ལུས་ཚོར་ནང་ལ། འདུག་ཅིང་བཞག་བ་རེད་ད། བྱས་ཙང་ནམ་རྒྱུན་ང་རང་ཚོ་དབུ་མ་བཞི་བརྒྱ་པ་གི་ཚིག་བརྗོད་ལུས་དང་ལུས་དབང་ཇི་བཞིན་དུ་གཏི་མུག་ཀུན་ལ་གནས་གྱུར་ཏེ། བྱས་ཙང་འདིའི་ཚིག་དེ་གས་ག་དེ་ངོ་ལ་ན། ཨ་ནི། ལུས་ག་བ་ཁྱབ་ཡོད་ན་དེ་ལ་ལུས་ཀྱི་དབང་པོ་དེ་མཉམ་དུ་ཡོད་པར་བ། མིག་གི་མིག་ག་བ་ཡོད་ན་དེ་ལ་མིག་གི་དབང་པོ་དེ་ཡོད་པར་བ། དེ་ནང་བཞིན། ལུས་ག་བ་ཡོད་ན་དེའི་ལུས་དེ་ལ་ཡང་ལུས་ཀྱི་དབང་པོ་དེ་ཁྱབ་ཁྱབ་པ་རེད། འདིའི་ཁུངས་དྲངས་ནས་གསུངས་ཡོད་རེད། ད་གང་དང་ག་རེ་ཡིན་ནམ་མ་ཡིན་ན་དེ་སྐབས་སུ་པ་པ་དབུ་མ་བཞི་བརྒྱ་པ་འདིའི་ཚིག་དེའི་ནང་དོན་འགྲོ་གི་ག་རེ་ལ་ན། ནམ་རྒྱུན་ང་ཚོ་ཚིག་འདི་ག་བ་ལ་བགྲང་གི་ཡོད་རེད་ཞུས་པ་ཡིན་ན། ཉོན་མོངས་ག་འདྲེ་ཡིན་ལ། ཆགས་པ་ཡིན་ལ་འདྲ་འདུག་ཁོང་ཁྲོ་ཡིན་ལ་འདྲ་འདུག་ག་རེ་ཡིན་ན་ཉོན་མོངས་ཀྱི་རིགས་ག་འདྲེ་འདྲ་ཅིག་ཡིན་པ་ཡིན་ན་ཡང། དེ་ལ་ཡང་རྒྱབ་ལོག་དེ་ལ་ག་དུས་ཡིན་ན་ཡང་ག་རེ་ཁྱབ་བསྡད་ཡོད་རེད་ཟེར་སླ་བ་ཡིན་ན། གཏི་མུག་ཟེར་ཏེ།

མདོག་མདོག་འདྲ་ཞུས་ན་དེ་འདྲ་རེད། ད་ང་ཚོ་ཚོར་བ་ཟན་ག་འདྲ་ཅིག་ལག་གི་ཡོད་མེད་ད་ངོ་འཕྲོད་བའི་སྐད་ཆ་རེད། ད་འདུ་ཤེས་ཟེར་ཡ་དེ་རེད། ད་འདུ་ཤེས་ཀྱི་གོ་དོན་ནི་ག་རེད་ལ་ན། རང་ཡུལ་ལ་རང་སྟོབས་ཀྱི་ཚད་མར་འཛིན་པ། རང་སྟོབས་ཀྱི་ཚད་མར་འཛིན་པ་ཟེར་ན། ཚད་མར་འཛིན་པ་ལ་ན་ག་རེད། དཀར་པོ་དང་དམར་པོ་དང་དེ་ཚོ་མ་འབྲེལ་བ་བྱེད་སོ་སོ་སོ་ལོག་ལྷག་བྱེད་དེ།

མཚམས་རེ་ང་ཚོས་ཕྱོགས་ཁག་གི་དབྱེ་འབྱེད་དང་ཆོས་ལུགས་ཀྱི་དབྱེ་འབྱེད་དེ་ཤུགས་ཆེན་པོ་འདུག་དབྱེ་འབྱེད་ཆེ་དང་ཆེ་དེ་སྤྱི་བཏང་ནི་ང་ཚོའི་འདུ་ཤེས་ཟེར་དེ་མེད་ན་འདི་ག་རེ་རེད་ཡག་ག་ག་རེ་སྡུག་ག་ག་རེ་ལ་ཡོད་དེ་དབྱེ་བ་དེ་ཆེ་དེ་མེད་ན་ཨ་ནི་ང་ཚོ་ཤེས་རབ་ལ་ཡོད་དེ་སྐད་དེ་ཡོང་མ་རུང། ཁྱེད་ང་ཚོ་སློབ་སྦྱོང་བྱེད་པ་ལ་བརྟག་དཔྱད་བྱེད་ཞིབ་འཇུག་བྱེད་ཞིབ་འཇུག་བྱེད་པ་ལ་འདི་ག་རེ་རེད་འདུག་འདི་ག་རེ་རེད་མི་འདུག་དེ་ཚོ་དབྱེ་འབྱེད་ཡག་པོ་བྱེད་འདུག་མེད་ཀྱི་སྐོར་ཚང་མས་ང་ཚོ་དབྱེ་འབྱེད་འདི་ནོར་འཁྲུལ་ག་ལ་འགྲོ་ནས་ཨ་ནི་རྙོག་དྲ་བཟོས་ཡོད་དེ་ནས་ཨུམ། ད་རྙོག་དྲ་འདི་ཡོང་སྡིག་ཏོ། ད་མི་རིགས་དཀར་ནག་གི་དབྱེ་འབྱེད་སྒང་ལ་རྙོག་དྲ་ཅིག་ཡོང་སྡིག་ཏོ། ད་འདི་ནུབ་ཕྱོགས་རྒྱལ་ཁབ་ནང་ཞུགས་ཐར་ཏེ་ལྷག་པར་དུ་ཨ་ནི་ད་ལྟ་ཁྱེད་རང་ཚོ་ཁེལ་གྱི་ཡོད་ཀྱི་རེད་ད་ཁ་ས་ཁ་ཉིན

གསལ་བའི་སྐྱེ་མཆེད་ནི་ཨ་ནི་ཨ་རིའི་ནང་ལ་ལྟ། མི་རིགས་ནག་པོའི་སྲོག་འདི་ལ་བརྩི་མཐོང་སྤྲེ་བོ་རེད་ཟེར་ཅིང། དེ་འདྲའི་གི་ད་ལས་འགུལ་སྤེལ་བར་བ། འོ་ད་དེ་འདྲའི་འགྲོ་ཅི་རེད་ཞེས་ད་གང་ན་རྙོག་དྲ་མང་པོ་ཅིག་འདུ་ཤེས་འདི་གི་ཡང་བཟོས་གི་ཡོད་ད་འདུ་ཤེས་འདི་ལ་ཡག་པ་དང་སྡུག་པ་གཉིས་ཡོད་རེད་བྱས་ཙང་ང་ཚོ་འདུ་འཛོལ་ཡི་དབྱེ་འབྱེད་བྱེད་བར་ཚོར་བ་ལ་ཡི་ཚོར་བ་ཡག་པ་དང་སྡུག་པ་གཉིས་ཀ་ཡོང་དགོས་རེད་བ། འོ་འདུ་འཛོལ་ང་ཚོ་དབྱེ་འབྱེད་བྱེད་དགོས་གལ་ཆེན་པོ་རེད་ཞུ་ཡ་ཡིན།

ག་ལ་བར་དབྱེན་འབྱེད་བྱས་ནས་བརྟགས་ཅེ་ན་ངའི་མིག་ལ་ཁྲ་ལ་མའི་ཤ་བོར། འདི་མེ་ཏོག་དཀར་བོ་ཡིན་ན་དཀར་བོ་དམར་བོ་ཡིན་ན་དམར་བོ་སྔོན་པོ་ཡིན་ན་སྔོན་པོ་དེ་ཏག་ཏག་ཏག་ཏག་ཅེས་ངའི་གི་མིག་ནང་ལ་ཤར་བོར་འདི་ལ་མཚན་མར་འཛིན་པའི་འདུ་ཤེས་ཟེར་ལབ་ཡོད། ད་སྤྲ་བར་འཛིན་པའི་འདུ་ཤེས་ཟེར་དེ་བོད་ཀྱི་མིག་ལ་ཆ་ཚང་ཤར་ཡ་སྦྱོར་བ་ཤར་ཡ་ཙམ་མ་ཡིན་པར་འདི་དཀར་བོ་རེད་ད་འདི་དམར་བོ་རེད་ད་ལ་དབྱེན་འབྱེད་བྱེད་ཐུབ་ཡས་གི་འདི་ཡིད་ཀྱི་ཤེས་པ་འདི་མིག་གི་ཤེས་པ་འདི་གི།

ཤར་ཐུ་བ། དབང་ཤེས་ཀྱི་རྡུལ་ཤར་ཐུ་བ་ན་བཞིན་ཡིད་ཀྱི་ཤེས་པ་དགའི་འཁོར་དུ་གྱུར་པའི་འདུ་ཤེས་དེ་གིས་ནི་ནི། སྔོན་པོ་གིས་མཚོན་འདྲ་དེ་ལ་འདི་སྔོན་པོ་རེད་ད། འདི་ནི། སྔོན་པོ་མཐོང་བ་མ་ཟད་སྔོན་པོ་རེད་ད་ཟེར་ནས་བ་ཐ་སྙད་སྦྱར་ནས། འདི་དཀར་པོ་རེད་ད། འདི་དམར་པོ་རེད་ད་ཟེར་དབྱེ་འབྱེད་བྱས་ནས་བ། མིང་འདྲ་བོ་ཞིག་བཏགས་ཡོད་རུང་འོ་འདིའི་ལས་ཀ་དེ། བྱེད་ཐུབ་ངེས་དེ། ནི། ཡིད་ཤེས་ཀྱི། འཁོར་དུ་གྱུར་པའི་ནི། འདུ་ཤེས་དེ་གིས།

ཆོས་ལུགས་རིས་མེད་ཟེར་ན་ཆོས་ལུགས་ལ་དབྱེ་འབྱེད་མེད་ཟེར་ལབ་ཡོད་ར་འདི་རིས་ཟེར་དག་ཆ་འདིར་ད། རིས་སུ་གཅེས་པ་ཟེར་ན་རིས་སུ་མ་གཅེས་པ་ཟེར་ན་ཨ་ནི། ཆོས་ལུགས་ལ་དབྱེ་མེད་དབྱེ་བ་མེད་ཟེར་བ་ད་རིས་སུ་གཅེས་པ་ཟེར་ན་དབྱེ་འབྱེད་ཡོད་ཟེར་བ་ར་ནམ་རྒྱུན་ང་ཚོ། ནམ་རྒྱུན་ཨིན་ཇིའི་ཚིག་ལ Sectarians དང Non Sectarians ཟེར་མིང་བཏགས་ཡོད་ར་དོན་དག་ག་རེ་ཡིན་ན་མ་ཡིན་ན་རིས་སུ་གཅེས་པ་ཟེར་ན་དབྱེ་འབྱེད་ཆེ་བ། དབྱེ་འབྱེད་བྱེད་ཡོད། ད་འདུ་ཤེས་ཡོད་ན་འདི་དཀར་པོ་རེད་འདི་དམར་པོ་རེད་འདི་འདི་རེད་འདི་རེད་འདི་རེད་ཟེར། ད་ང་རང་ཚོ་སློབ་སྦྱོང་བྱེད་པ་ལ་འདུ་ཤེས་དེ་མེད་ན་མེད་ཐབས་རེད། དམིགས་བསལ་གྱི། དཔྱད་པ་བྱེད་དགོས་ངེས་བྱེད་ན། སློབ་སྦྱོང་བྱེད་ན་དཔྱད་པ་བྱེད་གཏིང་ཟབ་པོ་འཛུལ་དགོས་ངེས་བྱེད་ན། འདུ་ཤེས་དེ་གོ་ཡ་རེད། མཚམས་རེ་ང་ཚོ་འདུ་ཤེས་ཀྱི་སྣོད་མང་པོ་སྐྱེ་བར་དེ་ཚོ་ང་ཚོ། དབྱེ་འབྱེད་བྱེད་དོ་ག་ཡ་དེ་གལ་ཆེན་པོ་རེད། འོ་ད་འདི་འདྲའི་རེད་ཞུ་ཡ་ཡིན། ཅེས་སོགས་རིས་སུ་བཅད་ནས་འདི་དང་འདི་ཞེས་བྱ་བ་སྒྲུབ་པའི། ལས་ཀ་འདི་སུའི་ཆིག་རེད་ལ་འདུ་ཤེས་ཀྱི་ཆིག་རེད་ཟེར་ད་འོ་ད་འདི་འདྲའི་འགྲོ་བྱེད་རེད་ཤོད་ཡིན། ད་སེམས་པ་ལས་འདིར་ད་སེམས་པ་ལས་འདི་དོན་དག་ག་རེ་ལ་ན་རང་དང་མཚུངས་ལྡན་གྱི་སེམས་ཡུལ་ལ་གཡོ་བའམ་སྐུལ་བར་བྱེད་པའི་ད་སེམས་བྱུང། ད་ང་ཚོའི་བློ་འདི་བློ་ཡོད་ར་བློ་སྤར་གི་ཡོད་ར་ད་ངས་དཔེ་དཔེ་འདི་ཆ་ཐམས་ཅད་ནས་འདྲ་གི་ཡོད་མེད་མི་ཤེས་ད་ང་ཚོའི་བློ་སྡུག་སེ་བློ་ག་སེ་བ་རེད